ཆ་གི་སྐར་ཆེན་པོ་རེ་ནི་ཁྱེད་ཅག་གིས་ལོ་ཉུང་བྱེད་ཀྱི་ན་ད་ནམ། འདི་ཚོའི་སྐོར་དུ་ནི་དག་ཡེ་ཧ་ཟི་དག་ལག་ལེན་ལ་ཤེས་དགོས་འདི་དག་ལག་ལེན་ལ་ཤེས་ཀྱི་རུང་འདིའི་ཐོག་ནས་དག་ཧ་ར་ཆ་ག་ལ་བསམ་པར་རྣམ་དག་གི་སྒོ་ནས་ནི་དག་ཆུ་བཤད་དགོས་འདི་དག་དེ་ཁར་སང་གི་ཉིན་ངས་བཤད་ད་ཡིན་ན་ཉུང་ཉུང་བཤད་དགོས་འདི་སྐར་མ་ཉི་ཤེས་རེ་བའི་ཡ་ན་ཡོད་ཉན་ནི་མ་རེད་དག་སྐར་མ་ཉི་ཤེས་རེ་བའི་དག་ཁང་བཟང་དེ་རང་གི་དག། ད་འཛམ་བུ་གླིང་གི་ཐོག་ནས་ཏི་ཟེར་བཟོས་དང་སེམས་ཁམས་རིག་པ་གི་ཐོག་ནས་བཤད་དེ་ཁྱད་པར་དུ་ལུང་རྙོང་ཟིག་དེ་ཡིན་ན་སྐྱིད་སྐྱིད་ཀྱི་རིག་པ་སྒྲིམ་མེད་དུ་ཉན་ན་སྐར་མ་ཉི་ཤེར་བས་ཧ་ན་ཏི་གི་ཅིག་རིག་པ་སྒྲིམ་ཐུབ་ནི་མ་རེད་ཟེར་བ་འདྲའི་དེང་དུས་དེ་ཧ་ར་ཏི་ད་མི་གཅིག་གིས་ཆོས་གྲུབ་བྱ་ཤེས་ཀྱི་ཆུ་སོགས་གཉིས་འདྲ་རེད་བཤད་སྟངས་འདི་ལྟར་ང་ཁྱེད་རྣམ་པ་ཐམས་ཅད་པོ་ཅང་ཆོས་གྲུབ་སྙན་ལོ་པ་དེ་མོ་ཏག་ཏག་ཡིན་ནི་རེད་ནི་མི་སྙན་གྱི་སེམས་ཀྱི་དང་སྙན་གྱི་ཀ་ལ་ད་ལུས་པོ་བས་རོགས་ནི་མ་རེད་ཏི་གི་དེ་མོ་ཡིན་ནི་རེད་ད་ནི་ཏི་གི་ད།

དེ་ཡིན་ན་དེ་གི་ཚན་རིག་གི་ལག་རྩལ་ཟེར་གྱི་བོད་འདི་གཅིག་དུ་ཡང་གཅིག་མྱི་ཟེར་གི་གཅིག་གཅིག་ཡོངས་རྫོགས་བཀག་དགོས་ན་ཡང་ཧ་ལས་པ་གི་སྐད་མོ་འདི་ཐབས་ཤེས་སྣ་མ་སྣ་ཚོགས་པ་ཡོད་ཚད་དེ་མོ་ཟིག་དེ་ཡིན་ནི་རེད་ཁིར་ཀེག་སང་རིག་སང་གི་བུ་འགྱོ་ནི་དེ་མོ་ཡང་ཡིན་ནི་རེད་ད་ནི་ད་མིན་ན་ད་ནི་དེ་གི་རང་ཆུ་རྐྱང་བ་ཟིག་དེ་རིག་བཤད་ན་ད་ནི་མྱི་འདྲ་མོང་བོ་ཆགས་ཆེ་དམའ་བོ་དེ་རིག་ཡིན་ཟིག་གི་ཡང་དེའི་ནང་ལ་ནི་དེ་སྐད་ཆ་བཤད་མི་ཉན་གྱི་སྐོར་བ་དུམ་བུ་དུམ་བུ་བཀག་རྒྱ་ཅན་གྱི་སྐད་ཆ་འདྲ་མ་བྱས་ནས་བཟུང་སྟེ་ཡང་ཨ་ཙི་ཨ་ཙི་དག་གྲགས་ཀྱི་རེད་ན་དག་དེར་ཡིད་ཁྱེར་འོང་ད་ནི་ཆ་སྐད་དག་ཉུང་ཉུང་ཉུང་ཉུང་དག་བཤད་མང་ཚོགས་ལ་གོ་བརྡ་སྤྲད་དེ་མཐུ་དག་ད་རེས་མང་ཚོགས་ནང་ནས་ཡིན་ན་དག་དཔེར་ན་ནི་ད་དེ་མིན་ན་དཔེ་བཞག་ནས་ན་ནི་བློ་ལྡོག་རྣམ་བཞི་འདྲ་ཟིག་དག་ད་ཁྲིའི་ཀུན་བཟང་ལ་མི་ཞབས་ལོང་འདྲ་ཟིག་དེ་ནི་བློ་ལྡོག་རྣམ་བཞི་འོག་ཏུ་དག་ཁྲི་རྐང་རེ་རེ་རེ་ཡིད་ཁྱེར་འོང་ཉུང་ཉུང་ཡིད་ད་ནི་དག་ཁྲི་དེ་མཐུ་ཐམས་ཅད་པོ་ལ་དག་ཉམས་སུ་ལེན་སྐབས་ཞིག་ཐང་སྐྱ་སྐབས་ཞིག

ས་མ་ཟི་མི་ཁྱེར་འོང་དང་ནི་ཡུལ་ན་རྒན་ཨ་གུ་ཡུ་གུ་ཡུ་དའོ་དུས་དུ་མུ་གུ་ལ་ཁ་གི་ཞབས་གུ་ཡར་རྒྱུག་ཁ་ཡི་དུས་དེ། ལ་ཅང་ཁ་ཁ་ཅང་གོན་མ་རག་གདོང་མ་དག་ཧབ་ཆ་གབ་འདྲི་ཡག་ན་དེ་རིགས་ཐམས་ཅད་པོ་དེ་རིགས་མེད་ཀྱི་ཡུལ་ཁོག་མ་རག་ས་དུ་འགའ། དེ་འདྲ་བོ་རེད་དོ་དུས་ཕྱི་ན་ནི་དུ་དྲ་བའི་ཐོག་གི་ས་དུ་བཞིན་གཅིག་མིན་གཅིག་ཟིན་གོ་བོ་ནི་ཟིན་ཟིན་དྲ་བ་ཟིན་གྱི་དུ་ཆུ་ཟིན་རེ་རྫི་ནི་ན་དུ། ཁ་གསང་དེ་རང་འདེབས་དོག་ཟིན་ཅང་འོན་མ་ར་དུ་སི་ཁུར་གི་དུ་ཟིན་ན་དུ་དུ་ཆུ་སི་ཁུར་གི་དུ་བ་ན་དུ་ཅང་པོ་གི་བེ་ཤུ་ཡིག་གི་ཐུན་མོང་གི་ནི་བེ་ཤུ་ཡིག་གི་ཅང་ཙི་གི་ནི་རེད་དུ།

དེ་དུས་ཐོག་དེ་འཇོག་ནག་བདེ་བས་མེད་དེ་ཁྱེད་རང་དུས་ཐོག་ས་མ་བཟུང་ན་དུས་ཐོག་དེ་ས་བཟུང་བཞག་ནས་ཡིན་ན། ད་འགྲམ་འགྲམ་འགྲམ་ཅིག་འགྲམ་ཉིམ་འགྲམ་ཉིམ་འདྲ་ཟིག་ཀློག་གི་འདུག་གི་རེད་ན་འདི་ཐོག་ན་ཅིག་བཤད་པ་རྩི་ཤོག་ཡང་མང་ཡོད་ནི་རེད་ད་ནི་ཡང་ཡ་ཧ་ཆུ་ད་འདི་མོ་ཡ་ཧ་ཡང་ཡོད་ནི་བཟུང་བལྟས་དེ་དེ་གང་ལྟར་ཡང་ནི་དེ་གི་ད་དེ་གི་དེ་མོ་ཡིན་དྲན་ནི་དེ་གི་དུས་བཤད་ན་གྲ་བ་ཟིག་གི་དུས་ནི་དེ་གི་ཁ་སང་དུ་ཧོབ་བསྒྱུར་འགྱུར་ནི་དེ་མོ་ཟིག་ཡང་ཡིན་ནི་མ་རེད་དེ་གི་ཡང་དེ་གི་ཡ་ཧ་ཟིག་ཡ་ཡོད་གཉིས་ཀ་ཡོད་སོང་ན་ཡང་ཅིག་འགྲམ་ཉིམ་དོམ་ཉིམ་འདྲ་ཀི་ཀློག་འགའ།

བྱ་རྒྱུ་དང་ཁྱད་པར་དུ་བུད་མེད་ལ་ཁ་ཕྱོགས་ཀྱི་ཁྱེད་རང་དང་ནི་དང་བྱ་རྒྱུ། དེ་དང་མཉམ་དུ་དུས་འགྲོ་དང་དཔེར་ན་ནི་ཞིག་གིས་བོད་གངས་ཅན་གྱི་ད་རུང་ཨ་ཙི་ཨ་ཙི་དང་ཅིག་དང་འབྱུང་གི་མེད་ནས་ནི་དང་དཔེ་བཞག་ནས་ན་ནི་དང་འཕྲོད་བསྟེན་གྱི་སྐོར་དང་གཙང་སྦྲ་གི་སྐོར་དང་ཁོར་ཡུག་སྲུང་སྐྱོབ་ཀྱི་སྐོར་དང་ནི་དེའི་འཕྲོད་བསྟེན་ཅིག་དང་བསམ་པ་གི་ཐོག་ནས་ན་ད་ནི་བསམ་པ་འདྲ་དང་མི་འདྲ་དང་འདི་མོ་འཇིག་རྟེན་གྱི་ནི་དང། ད་ལྟའི་བཀོལ་སྤྱོད་ཀྱི་ཐོག་ནས་ཡིན་ན་དེ་ཚོ་ཡིན་ན་ཡང་དག་བཤད་དེ་དང་མཉམ་པའི་དམ་པའི་ཆོས་ཡང་བཤད་གཉིས་ཀ་ཡིན་ནི་ཡིན་ན་ཧ་ལས་པ་གི་དག་ཕན་ཐོགས་འབྲས་ཀྱང་དཀར་འགྱུར་འདུག་དགོས་ནི་མ་རེད་དག་དེའི་ཐོག་ནས་དག་ཕན་ཐོགས་ཆེན་པོ་ཡོང་རྒྱུ་ནི་རེད་ནི། དེ་བཤད་ན་དག་བྱ་བའི་ཐོག་དེའི་དག་དུས་རིག་གཟབ་གཟབ་དགོས་འབྲས་དག་དེ་འདི་གཡེར་སྐྱེས་ནི་གཡེར་ས་གི་དག་སོང་ནི་ད་ན་མ་ན་རེ་ཡང་དེའི་ཐོག་ན་རྩ་གཙོ་བ་ཡང་དག་འདྲ་མི་འདྲ་ཡོད་ནི་རེད་དག་ད་རེས་ད་འདོད་ཆགས་སྐྱེས་ཀྱི་ཞེ་སྡང་སྐྱེས་ཀྱི་གཏི་མུག་སྐྱེས་ཀྱི་ཡང་ལོག་ལྟ་སྐྱེས་ཀྱི་དེ་མོད་ཡང་དུ་ཆ་ག་ཅི་ག་མིན་ན་རང་སྣང་ཡང་ཡེ་ཤེས་དག་དོན་དག་ཅི་ག་མེད་ནི་དེ་མི་མང་པའི་ད་ལྟ་ཅམ་པོ་རང་གི་དག་གཟབ་གཟབ་གོ་འདྲི་ནི་མི་དག་ན་ནི་དག་བར་དུ་ནི་དག་མདོར་ན། བྱ་བ་གང་ཅམ་པོ་ཡིན་ན་ད་ནི་དག་ཐམས་ཅད་པོ་ལག་པའི་ཆ་དག་དག་མ་གཏོགས་གཉིས་པ་མེད་གཉིས་པ་གཅིག་ཀྱང་མེད་ཚ་ཟིག་ཅིག་ཡོད་ཁ་ཉན་ནི་མ་རེད་དག་དཔེར་ན་ང་གཅིག་གིས་བླ་རུང་སྒར་ལྟ་བུ་ཟིག་དེ་ན་ད་ནི་དག་འདི་ཆུ་དག་ད་རིགས་དེ་དག་ཉམས་ལེན་ཉེ་ཚ་ད་ནི་དག་ཆུ་གུ་ཤོག་གོ་ནི་དག།

དེ་གི་གྲོགས་སྒྲིག་ས་བརླག་སྟེ་གནོན་ས་བརླག་སྟེ་དེ་གི་ད་རིང་ཁྲིམས་ཁྲིམས་དུ་ཆེ་ག་གནོན་ས་བརླག་སྟེ་དེ་མོ་ཡིད་ཅིག་འབྲེལ་མེད་གི་རྣ་ལོང་ཡེ་ནས་ཡོག་གི་ནི་དེ་མོ་མིག་ནས་ཁྱེར་འོང་བའི་ལྷག་བསམ་རྣམ་དག་གི་ཐོག་ནས་རང་གི་ཐུགས་གསུམ་ལ་དམག་ནོར་གྱི་གཟིགས་ཀྱི་འོང་དག་རང་གི་དཔེར་ན་ནི་དེ་གི་དཔེ་སྟེ་གཟིགས་ག་ཅིག་ཡིས་དེ་འདྲུ་དེ་དཔེར་ན་ང་ཅིག་གི་ཆུ་གྲིབ་ཤ་གྱི་ཁ་མ་འདྲ་བོ་ཡིས་ཁྱེར་འོང་དག་ནི་ཉིན་ཚིག་ག་ཡིན་ན་དེ་གི་དུས་ཚོད་ཅིག་གི་ཐོག་ག་ནི་དེ་དེ་མོ་གི་དུས་ཚོད་ཐུང་ཐུང་དེ་མོ་ཟིག་ཏུ་ཡོད་ཅག་ནི་ཡིན་ནི་ཡིན་ན་དཔེར་ན་དེ་གི་ད་ཁྱེད་རྣམ་པ་མང་ཆེ་བ་དཔེར་ན་དགའ་ལྟ་བུ་དེ་མོ་གི་འདུག་ལྟ་འབུ་གི་དེ་མོ་མྱི་ཟིག་ཡིན་དུས་དེ

ཕན་ཐོགས་ཡོད་རྒྱུ་དུ་མ་འོངས་པ་ནང་ཞིག་གི་དུ་ཁ་ཕྱོགས་གཟིགས་རེད་དུ་ཡིན་གཅིག་མི་འཇུག་དུས་ཐོག་འགྱོ་དགོས་འདྲི་དུས་ཐོག་སོང་ནི་ཡིན་ན་དོན་དག་མང། འོ་དུས་མོ་རེད་ནི་དུ་དེ་དེ་ན་ནི་དུ་དེ་ཐོག་ཆུ་པ་ཆེ་གི་ཡིན་ན་ནི་དུ་ལོ་ཉུང་ཚུལ་ནི་དུ་གྲྭ་བ་འདི་ཧ་བེབས་ཤོད་ཀྱི་ད་ནི་དེ་དེ་ཡང་དག་པའི་ཕྱོགས་ལ་དུ་བེབས་ཤོད་ཡེད་ཀྱི་དུ་དེ་དུས་ནང་ནི་དུ་ལྡོག་ཕྱོགས་གི་དུ་ཅིག་ཙག་གི་བཙོ་བ་ད་ནི་དུས་མོ་ཆ་ག་ལ་རང་རང་གི་དུ་གཟབ་གཟབ་ཡིད་ཁྱེར་འོང་ད་ནི་དུ་རིགས་ཡིན་ན། འོ་དེ་དག་ཏུ་དེ་མོ་རེ་ནི་དག་དོན་དག་ཆེན་པོ་ཐོན་རེ་ནི་དག་བཤད་ཀྱི་འོ་དེ་དག་ནི་དག་དངོས་སུ་དག་བཤད་ཀྱི་འོ་ན་དངོས་སུ་བཤད་དག་རེ་ཨ། དེ་དེ་འདྲ་བ་ཞིག་གི་དག་ཁ་སང་དེ་རང་ཞིག་གི་དཔེར་ན་ནི་བོད་ཁུལ་ནས་ན་ཅིག་དག་ད་སློབ་གྲྭ་འདྲ་འདྲ་དག་དེ་མོ་ན་སོང་ནས་རྩ་བ་ནས་དག་ད་བཤད་མི་ཐུབ་ཀྱི་ལོག་གོང་ནི་རེ་དག་ན་མ་འདྲ་ཡིན་ན་ང་ཤ་ཁ་ཅིག་དག་སློབ་གྲྭ་ཆིག་གཅིག་རེ་གཉིས་རེ་གི་ནང་དག་ནི་དག་ད་རིབ་བཙོན་ཁང་ཆིག་གཅིག་རེ་གཉིས་རེ་གི་ནང་དེ་རར་ང་ཁ་ན་དེ་མོ་འདི་ཅིག་གི་ཅིག་རེ

ཁོས་དེ་ག་ད་རེས་དེ་རྒྱ་ནག་ནས་ཡར་ཡོང་ནི་ཟེར་རེད་དེ་འདས་མ་ཡོང་གོང་དེ་ཁོས་དགོན་པ་སྟོང་ཕྲག་གཅིག་དང་སུམ་བརྒྱ་བྱིས་ཡར་བཟོས་དེ་རེད། དགོན་པ་བརྫིས་ན་ད་དགོན་པ་ངོ་མ་ད་དེ་མུ་བཞི་ཡོད་མ་ད་ནི་ལ་ལ་དགོན་པ་ལ་ལ་ད་དེ་ལྷ་ཁང་རྡོག་མ་ཆུང་ཆུང་གཅིག་ད་རེས་དེ་བཞེངས་པ་ཆེ་གེ་གྲོང་མཐའ་ན་དེ་ལྷ་ཁང་རེ་ལས་ཡོད་ན་དེ་དགོན་པ་རེ་རྩི་བོ་ནི་སྟོང་ཕྲག་གཅིག་དང་སུམ་བརྒྱ་བྱིས་ཡར་བཟོས་འགྲོ་བོ། དེ་བོད་སྐད་ཡིན་ནི་མ་རེད་རྒྱ་གི་རེད་དེ་དེ་རིས་ཁྱེར་འོང་ད་ནི་ཁ་བཙང་དེ་རང་ཤི་གི་ཡོད་གི་ད་ཚོད་དེ་ད་དེ་མུ་ཟེར་ཡོད་ནི་དེ་ན་ནི་དེ་དེའི་ད་ཚོད་ན་ནི་དེ་ག་ད་རེས་དེ་ག་དེ་རིས་ངོ་མས་འདྲ་ཡོང་ནི་ན་ནི་ཡང་གཅིག་དེ་ག་འདི་སོ་དག་གྲྭ་བ་ནི་འདི་སོ་དག་བེ་ཤུས་ཉང་ཡང་ཡེ་ཧ་ཡིན་ནི་ར་དག་དག་གྲྭ་ཐོག་ནས་འོ་མི་ཤོག་ཟེ་འོ་ནི་རི་དག་གར་ཚང་དེ་རང་གྲྭ་བའི་ཐོག་ན་དག་ནི་དག་ཟེ་འོ་འདི་དག་མདོར་ན་དག་ནང་ནང་བཞིན་ན་ཡིག་ཆ་དག་རིགས་དེ་རྒྱལ་ཁབ་ཀི་དག་རྩ་འདི་རྩ་ཁྲིམས་གཙོ་ཆང་མ་རེ་དག་ནི་དག་དག་དེ་ཚེ་ཁྲི་གཅིག་ནང་ན་དག་གྲྭ་ཐོག་ནས་ཅིག་དགུ་འོ་ཟེ་འོ་དག་དག་ནི་དག་ཡིན་ན་དག་རང་ཅང་དག་ཅག་སྐྱི་ཚིག་དག་ཅིག་གཏད་ཅིག། དེ་བས་འདི་ཡིན་བསྟན་བྱའི་ཁྱད་རང་ལག་ལེན་གྱི་ཐོག་ན་ཅང་ཡང་མ་མཐའ་ཡིན་ན་ད་ནི་ད་ཡིན་ན་དེ་དྲ་བའི་ཚོམས་ཆུང་ཆུང་བྱ་སྐབས་ཉེར་སྒེར་གྱི་ནི་དེ་བས་དཔེར་ན་ནི་ཅིག་འཕྲིན་ཕྲན་གྱི་དེ་བས་ཚོམས་རེ་གི་ནང་ན་ད་ཅིག་མྱོས་ཟེར་རེ་བ་ནི་དེ་མོ་དེ་བསྐོར་བ་དེ་ཅང་ཨ་ཅག་ཚིག་གྲགས་གང་ནི་རེད་དེ་བས་ད་དྲ་བ་ཡིན་ན་དྲ་ཚིགས་ཆེ་བོ་དང་ཤུགས་རྐྱེན་ཆེ་བོ་ཅན་དེ་མོ་མ་གཏོགས་པ་དེ་རང་གི་སྒེར་གྱི་ཆུང་ཆུང་བྱ་དགའ་དང་གྲགས་ནི་རེད་དེའི་ནང་ནས་དེ་བས་སྐད་ཆ་དེ་བས་ཅིག་འདྲ་མི་འདྲ་དེ་བས་དེ་བཤད་མི་ཉན་གྱི་བྱ་དགའ་མ་བྱས་ནས་བཟུང་སྟེ་གྲགས་འགྲེལ།

དེ་ལྟས་མོ་རེད་ནི་མི་དག་དར་རྡོ་འདྲ་ཟིག་དེས་ན་ཁར་སྐད་གང་གི་བཞག་ན་རྣམ་པའི་དེ་མ་རབ་སྒྲིབ་ལྟར་ན་རྣམ་པའི་གང་ཐོག་སོང་ན་དེ་བསམ་གི་ཐོག་གི་མདུང་དེ་ཀྱི་མ་གཏོགས་པ་དེ་བས་ཅིག་ཅི་བ་ཟིག་དུ་གད་ཁ་ཟིག་གི་ཡིན་ན་ད་ནི་རྣམ་པའི་ཅི་གང་ཐོག་སོང་དུས་དེ་མར་ལྷོང་དོ་ནི་མ་དེ་བསམ་གི་མདུག་མདུག་ཀྱི་མ་གཏོགས་ཧ་ར་འགྱོ་གྱོ་མར་སིར་འགྱོ་གྱོ་མ་རླུང་ད་ཆེ་འདྲ་ཟིག་ཡིན་ན་དེ་མ་ཐར་ན་ཧ་དེ་དེ་བ་དེས་མ་ཐར་ན་སི་ཟིར་གི་དེ་མོ་ཟི་རེད་ནམ།

གྲ་བསྒྲིག་གི་སྐབས་ཤིག་གི་དུས་ཐོག་ཨ་རིའི་ཆོས་གྲུབ་བཤད་སྟོན་གྱི་དུས་མིར་དགོས་ཀྱི་དགོས་བཤད་ཅིག་གནང་སྟེ་དགེ་ཡ་ཧ་ཡོང་ནི་རེད་དགོས་རང་དུ་ཅིག་རྣམ་པའི་དགོས་དེ་མོ་ཐམས་ཅད་པོ་ཡར་ལེན་མར་ལེན་མུས་པ་མེད་ནི་ཟིག་དེ་ཡིན་ན་དེ་རིགས་དགོས་རང་གི་བཤད་ཅིག་ཅིག་པོ་དུ་མ་རྟོགས་པ་གཞན་པ་ཅང་འགན་མ་ཁུར་ན་དེ་ཆོག་ག་ད་དེ་མོ་ཐམས་ལྟ་བཤིག་སྣ་མ་སྣ་ཚོགས་པ་ལ་བརྟེན་ནས་ཁྱེད་རང་དག་ནི་དགོས་འགྱུར་དགོས་འདྲའི་གྲ་བའི་ཚོགས་ཟེར་གྱི་བ་སོང་ཚར་དེ་འཛམ་བུ་བླངས་སོང་ཚར་ནི་རེད་དེ་ཅིག་ཅིག་ཟིག་དུ་དགོས་དེ་རང་མདོར་ན། ངར་ཅིག་གིས་གང་ཞིག་གི་དག་ཅིག་བྱབ་ཅག་ནའི་ན་ད་ནི་དག་ཏི་འཛམ་བུ་ལང་དག་སོང་ཚར་དྲི་འཛམ་བུ་ལང་སོང་ཚར་དུས་དེ་འདི་ན་བོད་ཀི་དག་རྟ་ནི་ཡོད་ནི་རེད་ཡང་མི་རིགས་གཞན་པའི་ནང་ན་བོད་སྐད་བཞི་ངས་ཁྱེར་འོང་ད་ནི་འདི་སུའི་སྐོར་ལ་དོ་སྣང་གོ་ནི་མང་ནི་རེད་དག་ཡང་གཙུག་གི་ན་ནང་དག་བུད་གྱོད་རེད་དག་དེ་དེ་མི་ཡིན་དུས་དུ་སུ་དག་ད་རེད་དེ་ཡ་ཧ་ཡིན་ནི་རེད་ནི་དག་རྣམ་པ་ཐམས་ཅད་མུ་ནི་དུ་སུའི་ཐོག་ལ་ཡང་ནི་དག་དེ་ནི་ཁ་ཕྱོགས་ཟིག་རེད་དེ།